གཉིས་སྟོང་ཐུན་ཚོད་ཅིག་ཟོས་ནས་བདེ་གཤེགས་རྒྱག་གོ་བསམ་སོང། ཨ་ནི་བརྗོད་གཞི་གཙོ་བོ་དེ་དེ་ཡིན་ད་ལྟ་ཉེ་བའི་ཆ་ལ་རྒྱ་ནག་གི་ད་ཆབ་སྲིད་ཀྱི་རྙོག་གླེང་ལ་ནས་མི་སྣ་གཅིག་རྙོག་གླེང་གཅིག་སྐོར་ལ་བདེ་གཤེགས་རྒྱག་གོ་བསམ་སོང། ཨ་ཁོ་རང་མིང་ལ་ཆིང་ཀང་ལེགས་འདུག་ཨ་ནི་མང་ཆེ་གནས་ཚུལ་ཏེ་ཏེ་གོ་ཡོད་ཀྱི་རེད་གསང་རྒྱུ་བརྒྱུད་ལམ་ཁག་ལ་ད་ཆིང་ཀང་ལེགས་དེ་གཅིག་དང་གྲུམ་དེ་ད་ཟླ་བ་གཅིག་སྨྱོས་ལ་འགོ་བཙུགས་ཤག།

གཅིག་ཁ་ལོག་རེད། བསམ་ཚུལ་དང་བགྲོ་གླེང་མང་པོ་བྱུང་རེད་ད་གར་ཕྱིན་ནས་ཁོ་ཡོང་ཐུག་ཡོད་མ་རེད་ཁོ་དཀའ་ངལ་འཕྲད་རེད་བས་ག་རེ་བྱུང་རེད་ལ་ནི། ལམ་སང་གནས་ཚུལ་གཅིག་ག་རེ་གོ་ཡ་ཐུག་ལ་ན་ཁོ་རང་གི་འཕྲོད་བསྟེན་སྐྱོ་བོ་བྱས་ད་གཟུགས་པོ་མ་དེར་ཕྱིན་ནས་ནི་ཁོ་རང་ཡོང་ཐུག་ཡོད་མ་རེད་ལས་གི་འདུག་ཨ་ནི་ཞུ་ལ་ག་ལེ་ག་ལེ་གནས་ཚུལ་དེ་འདྲ་མ་འདྲ་གོ་ཡ་ལ་གནས་ཚུལ་གཅིག་དེ་ཁོ་རང་ཨ་ནི་བཟའ་ཟླ་ཡོད་བཞིན་དུ་ཨ་ནི་ད་ད། བུད་མེད་གཞན་པ་མཉམ་དུ་ཨ་ནི་ཁ་ལོག་རེད Affair ཅིག་བྱུང་ནས་ཨ་ནི་སྤུ་གུ་ཅིག་ཡོད་རེད་ཟེར་གྱི་འདུག་ད་འདི་གི་དོན་དག་ལ་སྒེར་གྱི་རྙོག་དྲ་གི་དོན་དག་ལ་ཨ་ནི་ཁོ་རང་ལས་ཀ་ནས་བསྡད་ཁ་ལོག་རེད་མཚམས་བཞག་དགོས་ལ་ནི་དཀའ་རེད་ཟེར་ཅིག་གནས་ཚུལ་ཞིག་འདུག་ད་ད་ལྟ་ཟླ་བ་གཅིག་འགྲོ་ཚར་རེད་ཨ་ནི་བདུན་པའི་ཟླ་བཅུ་ད་ངེད་ཅག་རང་ཉི་མ་ཁ་ཤས་སྨྱོས་ལ་ད་ད་ལྟ་རྒྱ་ནག་དམར་ཤོག་ཚོགས་པ་གྱི་ད་གྲོས་ཚོགས་ལ་འོ་རེད་རེད་བ་ཨ་ཁོ་རང་ཚོ་གི་ད། དངོས་སུ་གསལ་བསྒྲགས་བྱེད་ཅེས་ཁོ་རང་ལས་ཀ་ད་ལྟ་ཕྱི་སྲིད་བློན་ཆེན་གྱི་ལས་ཀ་ལས་ཐོག་དེ་ནས་པི་བཞག་ཡིན་ནས་ཁོ་རང་གིས་ད་ལས་ཐོག་གཞན་པ་ཅིག་གནང་ལོ་རང་ཅག་བཞག་བཞག་བེད་ཁོ་རང་དམར་ཤོག་ཚོགས་པ་ནས་པི་མི་འདུག་ཁོ་རང་ད་ཕྱི་སྲིད་བློན་ཆེན་གྱི་ལས་ཀ་དེ་མ་འཚམས་བཞག་གོ་བྱུང་འདུག་ཨ་ནི་གོ་ཡ་གཅིག་ལ་ད་ད་ལྟ་གནས་ཚུལ་གཉིས་ཤེས་ཚར་སོང་བ་ད་ཁོ་རང་གཟུགས་པོ་བདེ་བོ་མེད་པ་ཅིག་ཨ་ནི་གཅིག་གཟའ་ཟླ་གི་རྙོག་དྲ་དེ་གཅིག་བཅས་གསུམ་པ་དེ་ག་རེ་གོ་ཡ་འདུག་ལ་ན། ཁོང་རང་གིས་ད་རྒྱ་ནག་དམར་ཤོག་ཚོགས་པ་ནག་ལོ་ལ་ད་ཕར་བཙུགས། ང་ཚོ་ཞེ་དྲག་ཧ་གོ་གོ་མར་ཁ་ལ་ཕྱི་སེ་ནང་སེ་གི་ཁ་ལོ་ད་གནས་ཚུལ་དང་གསང་རྒྱུ་དེ་འདྲ་ཞེ་དྲག་གོ་ཡ་ཡོད་མ་རུང་བ་ཡིན་ནས་ནག་ལོ་ལ་འགྲན་བསྡུར་འདུག་ཨ་ཁོ་རང་གིས་ད་ལྟ་ཁོ་རང་དཔེ་དུས་སྐབས་ལ་ཨ་ནི་ཁོ་རང་ཚབ་ལ་ག་རེ་སུ་བཞག་འདུག་ལ་ན་ཝང་དབྱི་བཞག་འདུག་ཨ་ད་ཝང་དབྱི་ལས་དེ་མང་གཅིག་ཧ་གོ་གོ་རེད་ད་ནི་ངས་པར་ཞུ་དོན་གོ་ར་ཁོ་རང་ཏིས་ལས་བྱེད་རྙི་ང་གྲངས་རེད་ཨ་ནི་ཁོ་རང་ད།

ཨ། ད་ལོག་རེད། ལོ་བཅུ་ལྔ་ཡོལ་དུས་གསོད་བྱས་ཁོ་རང་དྭགས་པོ་སྐྱ་བྱས་ཡིད་བྱེད་བློས་སྐྱོད་ས་བྱིན་དུས་ད་ཅི་གནས་ཚུལ་ཅི་གོ་ཡ་ལ། ཞི་ཅིན་ཕིན་གྱི་དམིགས་ཡུལ་གཙོ་བོ་དེ་ཁོ་རང་ལོ་བཅུ་ལྔ་དེ་ད་ཁོ་རང་གིས་ད་རྗེས་མ་ད་རྒན་ཡོལ་ཕེབས་དུས་ཁོ་རང་ཚབ་ཅིག་ཁ་ལོག་ཁོ་ཁོ་རང་ལ་རྒྱན་ཅིག་སྤྲད་ཐུག་ན་བསམ་དོ་ཨ། ད་འདི་གནས་ཚུལ་དེ་ག་ཚོད་ཀྱི་དངོས་གནས་ཡིན་མིན་ཧ་གོ་མི་འདུག་ད་རྡོག་རྡོག། ཞི་ཅིན་ཕིན་གྱི་ཅིན་ཀང། དམིགས་སུ་ཀ་ཁ་ལོག་ད་དམིགས་ཁ་ལོག་ད། དམིགས་བསལ་གྱི་བདམས་བྱས་ཡག་སྐྱོ་ཞིག་བསྐོ་གཞག་བྱས་ཡོད་དུས་མང་ཆེ་ཕྲག་དོག་ཟ་ངེས་མང་པོ་ཡོད་རེད་ལ་ནི་སྐད་ཆ་གོ་ཡ་འདུག་ད་འདི་གི་གནད་དོན་གཅིག་གི་རྙོག་དྲ་ཁ་ལོ་རྒྱུ་མཚན་ཁོ་རང་ལ་དཀའ་ངལ་འཕྲད་ཉུག་རྙོག་དྲ་རྒྱུ་མཚན་གཅིག་དེ་མེད་འདོད་ལེགས་འདུག་ད་ཁ་ཞིག་ལ་ནི་ཞི་ཅིན་ཕིན་གྱི་ད་ཁོ་རང་ལ་ད་ཡིད་ཆེས་བརླག་བྱས་ཨ་ཁོ་རང་མ་སྤིལ་བ་ལ་ནི་ད་དེ་འདྲའི་དཀའ་ངལ་འཕྲད་ལེགས་འདུག་ཡ་ཁ་ཞིག་ལ་ནི། ཞི་ཅིན་ཕིང་གིས་ཁོ་རང་དམིགས་སུ་བཀར་ནས་དེ་བདམས་བྱས། ཁ་ཤས་ཀྱིས་ཕྲག་དོག་ཟ་ནས་ཁོ་རང་ལ་དེ་ཁྱིམ་གང་ལ་རྙོག་དྲ་བཟོས་ཅེས་དཀའ་ངལ་དེ་འདྲའི་ཐད་རེད་ལབ་འདུག་ད་ད་ལྟ་དེའི་གནས་ཚུལ་མདོར་བསྡུས་ན་དེ་འདྲའི་ཅིག་ཆགས་ཀྱི་འདུག་གཤམ་ལ་རྣམ་པ་ཚོའི་བསམ་ཚུལ་དང་གནས་ཚུལ་གོ་ཡ་གནས་ཚུལ་ག་རེ་འདྲ་མ་འདྲ་གོ་ཡོད་ན་རྣམ་པ་ཚོ་ག་རེ་བསམ་གྱི་འདུག་ཁོ་རང་ལ་དཀའ་ངལ་འཕྲད་དགོས་ཡ་དེ་རྒྱུ་མཚན་ག་རེ་རེད་བསམ་གྱི་འདུག་དེ་གཤམ་ལ་མ་མཁྱེན་བྲི་རོགས་གྱིས། གསར་འགྱུར་བརྒྱུད་ལམ་ཁག་ནང་ལ་མི་གཉིས་བ་དེ་ག་རེ་རྙོག་གླེང་སུ་ལ་བསྡུར་ལ་ན་ད་ད Hunter Biden རྣམ་པ་ཚོ་ཚང་མ་ལ Hunter Biden སུ་ཡིན་མིན་ཧ་གོ་ར་ད་ད་ལས་ཐོག་སྲིད་འཛིན Biden Joe Biden གྱི་བུ་རེད་ཨ་ཁོ་རང་ལ་རྙོག་གྲ་གསུམ་འདུག་རྙོག་གྲ་གཅིག་དེ་ག་རེ་བསྡུར་ལ་ན་ཁོ་རང་ད་ད་ཁྲལ་དེ་ཏག་ཏག་སྤྲད་མི་འདུག་ཨ་ཉིས་སྟོང་བཅོ་བདུན་དང་བཅོ་བརྒྱད་བར་ཁྲལ་ཏག་ཏག་མ་སྤྲད་ཅེས་ཕལ་ཆེར་འབུམ་གཅིག་ལྷག་ཨ་རིའི་འགྲོ་ལོ།

ད་དེ་ཚོའི་གསུམ་ལ་མཐུད་བྱས་ཨ་ནི་ཁོ་རང་ད་ལྟ་སྒེར་གྱི་རྙོག་དྲ་ཅིག་ད་ལྟ་ཁྲིམས་རྩོད་ཁང་ལ་འགྲོ་བསྡད་ཡོད་རེད་ཨ་ནི་དེ་ངེད་ཅག་རང་སྤྱི་མདོ་བདུན་པའི་འདབས་ཆུ་ད་གཟའ་ལྷག་པ་ཡིན་བཟོས་འོ་ད་ལ་འགྲོ་བྱས་ཨ་ནི་ད་ཁྲིམས་རྩོད་ཁང་ལ་སླེབས་དུས་ག་རེ་བྱུང་འདུག་རྙོག་དྲ་ལ་ནས་ཅིག་ཟིང་འཁྲུག་ཅིག་ག་རེ་བྱུང་འདུག་ལ་ན། ད་ལྟ་ཨ་རིའི་གཞུང་གི་ཚབ་ཁྲིམས་རྩོད་པ་ཇེ་ཝར Weiss ལགས་ངེད་དེ་དང་ད་ལྟ Hunter Biden གྱི་ཁོ་རང་གི་སྒེར་གྱི་ཁྲིམས་རྩོད་པ་ཁོ་ཚོ་གཉིས་ཀྱིས་ད་ལྟ་ཁ་ལོ་དྲོད་བསྡུར་བྱས་ནས་ཅིག་ཐག་ཆོད་དུ་ཨ་ཐག་ཆོད་དུས་གཉིས་ཀ་ཁྲིམས་རྩོད་ཁང་སླེབས་དུས་ཅིག་ད་ཁ་ལོ་ད་ང་ཚོས་དྲོད་བསྡུར་བྱས་བྱས་ཨ་ནི་ཁ་ལོ་ད་ཁྲིམས་རྩོད་ཁང་ནང་ལོགས་ལ་ད་ཅིག་རྩོད་པ་མ་བརྒྱག་པའི་ཐོག་ནས་ཨ་ནི།

དེའི་ཚབ་ལ་ཁོ་རང་གིས་ག་རེ་ཁས་ལེན་བྱེད་འདུག་ལབ་ན་ལོ་གཉིས་རེ་འགར་ལ་ཁོ་རང་གིས་ཨ་རག་དང་ད Drugs ནས་དུ་སྤྱད་ཀྱིན་ཡིན། འོ་དེ་སྤྱད་ཐུབ་པ་ཡིན་ན་ཨ་ནི་མེ་མདག་གི་དཀའ་ངལ་སྦྱོར་བ་ཁོ་རང་འདི་སྔོན་གྱི་ད་མེ་མདག་ཉག་མ་ཅོ་ནས་ཉར་དུས་ཅི་ཐང་མི་སྒེར་པ་ཅིག་ན་ལོ་བཅུ་ཙོང་ཁ་ན་འགྲོ་གི་འདུག་ཨ།

Trump གིས་བསྐོ་གཞག་བྱེད་ཀྱི་རོ། ཨཱ་འདི་ད་དེ་རྙོག་དྲ་ལ་ནས་དེ་ཁ་ལོག་རེད་དེ། Investigation ལ་འོ་ར་ཉམས་ཞིབ་བྱས་དེ་ཁྲིམས་ཀྱི་རྩོད་པ་བྱས་དང་དེ་ལོ་ལྔ་སྙོན་འགོ་བཙུགས་རེད། ཨཱ་ནི་དེ་གཉིས་ཀྱི་རྙོག་དྲ་དེ་ད་ལྟ་ཁྲིམས་རྩོད་ཁང་ནང་ལོག་ལ་གྲོས་བསྡུར་བྱེད་རྒྱུ་དེ་ད་ཁྲིམས་དཔོན Judge དེ་གིས་ད་ཁས་ལེན་བྱེད་འོ་ར་འོ་ད་དེ་འགྲིག་གི་འདུག་ལར་བ། ཨཱ་ནི Judge དེ་མིང་ལ Noreika རེད་ཞེས་ཨཱ་ཅི་ལགས་ཞིག་འདུག་ཁོ་རང་ཡང་ཁྲོམ་གྱི་སྤོས་མེ། ཁྲོམ་གྱི་བསྐོ་བཞག་བྱེད་རྒྱུ་རེད་ཤག། ཡིན་ནའི་ད། ཁྱིམ་དཔོན་འདི་ག་ལ་ཡི་འདུག་ལ་ན་ཨ་ལས་ད་དེ Deal དེ་ཁྱོད་ཚོ་གཉིས་ཀྱ་ཁས་ལེན US ལ་དུས། ཨ་ནི་ཅིག་དྲི་བ་ཁ་ཤས་བྱེད་དུས་ག་རེ་དྲི་བ་དྲིས་འདུག་ལ་དྲི་བ་གནད་འགག་ཅིག་དྲིས་ཤག་དེ་གནད་འགག་དེ་དྲིས་དུས་ཨ་ཁྲིམས་རྩོད་པ་གཉིས་ཀྱི་ཡོར་བ་ད Trump Trump ལ་དེ་ཤག་དང་ད་ཨ་རི་གཞུང་གི་ཁྲིམས་རྩོད་པ Weiss དང་ཨ་ནི Hunter Biden གྱི་ཁྲིམས་རྩོད་པ་ཁོ་ཚོ་གཉིས་ཀྱི་ཨ་ལས་ངས་བསམ་པ་འདི་རེད་ཤག་ཨ་ལས། ཁོ་བསམ་པ་འདི་རེད་ཤ་སྟ་ཕག་ཚོ་གོ་ནོ་ཐལ་ཅི་བ། གང་ཟེར་ན། ཁྲིམས་དཔོན་འདི་གར་ལ་འདུག་ལ་ན་ཨོ་ཁེ་ད་ཁྱོད་རང་ཚོ་གཉིས་ཀྱི་ད་འཕྲལ་གྱི་རྙོག་གྲ་འདི་སྐོར་ལ་ཨ་ནི་ཁྱོད་རང་ཚོ་འགྲིལ་ཚོད་དུ་ཨ་ཟེར་ད་བཙོན་ཁང་མ་འགྲོ་བ་བྱས་ཨ་ནི་མེ་མདའ་སྐོར་ལ་ཨ་ནི་ཁོ་རང་གི་ལོ་གཉིས། ཁས་ལེན་བྱེད་ན་ཨ་ནི་ཁོ་རང་དེ་མེ་མདའ་གྱི་དེ་རྙོག་གྲ་དེ་གཙང་མ་བཟོས་བྱས་གལ་སྲིད་ཁོ་རང་གི་ལོ་གཉིས། ཨ་རག་དང་ད་ཁ་ལོ་སྒྲག་དེ་ཚོ་སྤང་ཐུབ་བ་ཡིན་ན་ཨ་ལས་ཨ་ནི། གལ་སྲིད་ད་ནི་ཁྲིམས་ཕན་འདུག་འདི་གང་ལ་ག་དྲི་བ་དྲིས་འདུག་ལབ་ན། ད་གལ་སྲིད་ད་ལྟ་འགྲོ་བཞིན་པའི་གི Hunter Biden གི་ད་ལྟ་ཚོང་འབྲེལ་དང་ལྐོག་ཟ་རིང་བསྲུང་གི་ད་དེ་ཉམས་གཞིའི་ལ་ནས་ད Investigation དེ་འགྲོ་བསྡད་དུས། གལ་སྲིད་འདི་ལ་ཉེས་ཆད་ཅིག་ཕོག་ན་ཨ་ནི Hunter Biden གི་ཁོ་རང་ཁ་ལོག་རེད། ཉང་གིར་བ་ཁོ་རང་དེ་གཙང་མ་ཆགས་མར་ད། ལྟ། ཧཱ་ཏྲ་པཱན་གྱི་ཁྲིམས་རྩོད་པ་དེ་ག་རེ་བསམ་འདུག་ལབ་ན་ལྟ་འདིར་དེ་བྱས་ན་ཨ་ནི་རྙོག་དྲ་ཚང་མ་གཙང་མ་འཚོལ་བ་བྱས་ཨ་ནི་ད་ལྟ་ཨ་རིའི་གཞུང་གིས་ཁྱེད་གསར་བ་ཅིག་བཙུགས་པ་ཡིན་ན་འོ་དེ་ཡིས་ཁྱེད་བཙུགས་མ་ཆོག་མ་ཆོག་བ་ཅིག་རེད་བསམ་འདུག་ཨ་ནི་དེ་ཨ་རིའི་གཞུང་གི་ཚབ་དེ་ཁྲིམས་རྩོད་པ་ཚབ་དེ་གིས་ཝཱིས་གི་ཁ་ལོ་ལབ་ན་འོ་དེ་མ་རེད། ད་ལྟ་འགྲིལ་འདི། ད་ལྟ་ཁྲེལ་མ་བཀྲེལ་བའི་བྱེད། ཨ་ནི་མེ་མདའ་གི་རྙོག་དྲ་འདི་སྐོར་ལ་ང་ཚོས་ཀྱིས་འགྲིལ་ཚུད་ཀྱི་ཡོད་ཁྱོད་རང་ཙོང་ཁར་སྤྲོ་དགོ་མོ་དགོ་བ་བྱེད། ཨ་ནི་འདི་འགྲིལ་ཡིན་གལ་སྲིད་ད་ལྟ་ད་ཉི་མ་ཁོ་རང། ལེ་ཏོ་སྲིད་འཛིན་ཇོ་བྷའི་དིན། Joe Biden། ད་ལྟ་སྲིད་འཛིན་གཞོན་པའི་སྐབས་ལ་ཨ་ནི་ཧན་ཏེར་བྷའི་དིན་གྱིས་ཁོ་རང་པཱ་ལགས་ཀྱི། སྲིད་འཛིན་གཞོན་པ་ཡིན་དུས་སྐབས་ལ་བོད་ཆོལ་ཁ་ལོག་ད། འབྲེལ་བ་དེ་བོད་ཆོལ་བཏང་ནས་ལས་ཀ་ནག་པོ་མང་པོ་བྱེད་ཡོད་རེད་ལག་གོ་རེད་ད་ཡིན་ནས་དཔང་རྟགས་ད་ལྟ། དེ་ཉམས་ཞིབ་བྱེད་བཞིན་པའི་སྒང་ལ་ཡོད་དུས། ད་གལ་སྲིད་འོ་དེ་རྙོག་དྲ་བྱུང་ན། ཨ་ནི་དེ་སྐྱབས་མགོན་མ་རེད་ལ་དོ། བྱས་ཙང་འདིའི་རྙོག་དྲ་གཉིས་ཀྱི་དེ་སེའུ་མ་ཆགས་ནས་ཨ་ནི་ད་ལྟ Hunter Biden དང་གི Lawyer དང་ཨ་ནི་ག་སོ་ཀ་རེད་ཨ་རི་གཞུང་གི་ཚབ Lawyer གཉིས་དེ་ཨ་ནི་ད་ལྟ Deal དེ་ད་མེད་བ་ཆགས། ཨ་ནི་མེད་བ་ཆགས་དུས་ཨ་ནི་ད་དེ་རྙོག་དྲ་རྡོག་རྡོག་རིང་པོ་དེ་ཤེས་རྒྱ་ན་དེ་འདྲས་ཆགས་ཀྱི་འདུག་ཡིན་ནས་ད་ཁ་ཤས་ཁ་ལོག་ལ་ན Trump གི་གདམ་སྐྱོ། ད་ལྟ་ཁྲིམས་དཔོན་འདི་ཁོ་རང་གི་ཏིག་ཏཱ་ཞིའུ་ཀ་རེད་ལ་བོ་རེད་ཨ་ནི་ད་ལྟ Trump གི་ད་ལྟ་བསྐོ་བཞག་བྱེད་རྒྱུ་གི་ཨ་རིའི་གཞུང་གི་ད District Attorney ད་ལྟ Weiss དེ་ཁོང་ཚོ་གཉིས་གི་ད་ལས་ཀ་ཡག་པོ་བྱས་སོང་ལ་བོ་རེད་ཡིན་ནས་བསམ་བློ་ཡག་པོ་བཏང་ན་ཆོག་མཆི་བཏང་ན་དོན་དག་ཡོད་རེད་ད་སྲིད་འཛིན་ད་ལྟའི་ལས་དོ་སྲིད་འཛིན་བུ་བྱེད་ན་མི་མི་ཚང་མ་ནང་བཞིན་གཅིག་པ་བྱེད་འོར་བ་ཁྲིམས་ཀྱི་ཐོག་ནས་ཨ་ནི་མཉམ་འདོག་ད་ལྟ Republican གི་ད་གྲོས་ཚོགས་ནང་ལོགས་ལ་མི་ཁ་ཤས་ཁ་ལོག་ལ་ན། Trump ཡ་དེ་འདྲ་དེ Trump ལ་དེ Hunter Biden དེ་གུ་ཡངས་བྱེད་ཀྱི་འདུག་ཁོ་རང་གི་ད་ལས་ཀ་ཁྲིམས་འགལ་ལས་ཀ་མང་པོ་བྱེད་ཡོད་རེད་ནི་ཁོ་རང་ལ་དེ་གུ་ཡངས་བཏང་གི་བཙོང་ཁ་མ་འགྲོ་དེ་ག་རེ་རེད། ད་དེ་ཚང་མ་རྙོག་དྲ་ད་མདོར་བསྡུས་ན་ཨེ་འདྲ་ཆག་གོ་རེད་ཡིན་ནས་ད་ལྟ་ཁྲིམས་དཔོན་དེ་གི་ཁོ་རང་ངས་བསམ་ན་སྒེར་གྱི་བསམ་ཚུལ་ད་ཁྲིམས་དཔོན་དེ་ལས་ཀ་ཏག་ཏག་བྱེད་ཀྱི་འདུག་ཁོ་རང

ཁྲིམས་རང་ལ་བསམ་བློ་བཏང་བཅས་མི་སྒེར་གྱི་བསམ་བློ་གཅིག་བཏང་བཅས་ཚང་མ་ལ་གཅིག་པ་བྱས་ནས་ཁོ་རང་གི་དྲི་བ་དྲིས་ད་རྡོག་རྡོག Hunter Biden དེ་གྱོང་རག་ཡོད་རེད། ཁོ་རང་གི Lawyer དང་ད་ལྟ་ཨ་རི་གཞུང་གི Lawyer གཉིས་དེ་གཉིས་ནས་གྲོས་བསྡུར་བྱེད་རྒྱུ Debate གྲོས་བསྡུར་དེ་ད་ཅིག་འགྲིག་མ་ཐུག་བྱས་ཁྲིམས་རྩོད་ཁང་ལ་སླེབས་དུས་ད་ད་ད་ད་ཞུ་ལགས་གནས་ཚུལ་ག་རེ་བྱུང་གི་མེད་ད་ཡོང་ཁུར་བ། ཡོངས་སུ་བདེ་གཤེགས་དང་མུ་སྟེགས་ཉམས་ཤིང་ཆེས་མཆོག་བར་བ་ཡིན་ནས་ད་རྣམ་པ་ཚོ་གར་བསམ་ཀུན་ཏུ་བལྟ། ལྷ་འདྲ་འབའ་འདི་མི་སྒེར་གྱི། མི་སྒེར་ནང་བཞིན་བརྩི་བར་བ་ལྟ་མི་ཚང་མ་གཅིག་པ་བརྩི་བ་ཡོད་དུས་ཁོ་རང་ལ་ཏེ། གུ་ཡངས་བཏང་གི་ཡོད་རེད་བསམ་ཀུན་ཏུ་ཀྱི་ཁོ་རང་ལ། ཅིག་གྲགས་ཆེ་བོ་རེད་བསམ་ཀུན་ཏུ་ཨ་ནི་གནས་ཚུལ་ག་རེ་ཡོད་མེད་རྣམས་བསམ་ལ་ཨ་ནི་མཆན་ལ་བྲིས་རོགས་གྱིས། ཨ་འདི་ཚང་མ་ད་ལྟ་ཆབ་སྲིད་མི་སྣ་གཉིས་ཀྱི་སྐོར་ལ་རྙོག་དྲ་དེ་སྐོར་ལ་དེ་བཞིན་རིང་པོ་ཞིག་བྱུང་སོང་ཨ་ནི་ཕན་ཐོགས་ཡས་ཀྱི་རེ་བ་ཡོད་ཨ་ནི་མཆན་བྲི་རོགས་གནང་བསམ་ཚུལ་ག་རེ་ཡོད་ཨ་ནི་རྣམ་པ་ཚོ་རྗེས་མའི་ལེ་ཚན་ལ་མཇལ་ཡོང་ཐུགས་རྗེ་ཆེ།